ཨུ་རུ་སུའི་བདེ་འཇགས་ལས་ཁུངས་ཀྱིས་རེས་གཟའ་ཕུར་བུའི་ཉིན་ལ་བརྗོད་དོན་དུ། ཡང་བསྐྱར་ཟླ་བ་གོང་མའི་ནང་མོ་སི་ཁོ་ཡི་རོལ་དབྱངས་ཚོགས་ཁང་ནང་ལ་མི་སོ་ཁྲག་སྒྱུར་གྱི་འཇིགས་སྐུལ་གཏོར་རྒོལ་གཏོང་མཁན་དོགས་ཡོད་པ་མི་གསུམ་འཛིན་བཟུང་བྱས་ཡོད་པ་བརྗོད་འདུག་ཨི་སི་ལམ་རྒྱལ་ཁབ IS སྒྲིག་འཛུགས་ཀྱིས་ཨུ་རུ་སུ་ཡི་རོལ་དབྱངས་ཚོགས་ཁང་གི་དམར་གསོད་ཀྱི་དོན་རྐྱེན་དེ་ལ་འགན་འཁུར་རྒྱུ་ཡིན་པ་བརྗོད་འདུག་ཅིང་སྐབས་དེ་ལ་མི་ཟླ་བརྒྱ་དང་བཞི་བཅུ་ལྷག་རྐྱེན་འདས་སུ་ཕྱིན་ཡོད་པ་རེད། ཨུ་རུ་སུ་མཉམ་འབྲེལ་བདེ་འཇགས་ལས་ཁུངས་ཀྱིས་དེའི་ནང་གི་མི་གཉིས་ཀྱིས་མ་དངུལ་བསྡུ་རུག་བྱས་ཏེ་འཇིགས་སྐུལ་གཏོར་རྒོལ་ལ་མཁོ་བའི་མེ་མདའ་དང་མོ་ཏར་སོགས་དགོས་མཁོ་འཚོལ་སྒྲུབ་བྱས་ཡོད་པ་དང་མི་གཅིག་གིས་དངོས་སུ་གཏོར་རྒོལ་ནང་ལ་མཉམ་ཞུགས་བྱས་ཡོད་པར་མ་ཟད་ལག་རོགས་འཚོལ་ཐབས་དང་ཁ་ཐུག་མཉམ་ཞུགས་བྱེད་མཁན་ཚོ་ལ་དངུལ་འགྲོ་སོང་བཏང་བཞག་བྱས་ཡོད་འདུག་ཨུ་རུ་སུའི་གཞུང་འབྲེལ་གསར་ཁང་གིས་བདེ་འཇགས་མི་སྣའི་དོགས་ཡོད་འཇུ་བཟུང་བྱས་པའི་བརྙན་པར་བསྟན་ཡོད་ཅིང། ཨུ་རུ་སུ་ཡི་བདེ་འཇགས་ལས་ཁུངས་ཀྱི་ངོས་ནས་མི་གསུམ་གྱི་ནང་ནས་མི་གཉིས་ཕྱི་རྒྱལ་གྱི་མི་སེར་ཡིན་པ་དང། གཅིག་དེ་ཨུ་རུ་སུ་ཡི་མི་སེར་ཡིན་པ་བརྗོད་ཡོད་པར་མ་ཟད་དེ་དང་ཆབས་ཅིག་གཏོར་རྒོལ་ནང་ལ་མཉམ་ཞུགས་བྱེད་མཁན་དུ་གྲགས་པའི་མི་བཅུ་ལྷག་ཙམ་འཛིན་བཟུང་བྱས་འདུག་ཅིང། དེ་ཡི་ནང་ནས་མེ་མདའ་རྒྱག་མཁན་མི་བཞི་པོ་དེ་ཐ་ཇི་ཁི་སི་ཐན་གྱི་མི་སེར་ཡིན་འདུག་བརྗོད་ཡོད་པ་རེད། ཨི་སི་ལམ་རྒྱལ་ཁབ་ཨ་ཨེ་སི་སྒྲིག་འཛུགས་ཀྱི་དོན་ཆེན་དེ་ལ་འགན་འཁུར་རྒྱུ་ཡིན་པ་ལན་མང་བརྗོད་ཡོད་ཀྱང། ཨུ་རུ་སུ་ཡི་གཞུང་འཛིན་གྱིས་ཡང་ནས་བསྐྱར་དུ་དེ་ནི་ཡུ་ཁུ་རེན་དང་ནུབ་ཕྱོགས་ཀྱི་བཀོད་ཆ་འཕོག་ནས་བྱུང་བ་ཞིག་ཡིན་ལུགས་བརྗོད་ཡོད་པ་དང། རེས་གཟའ་ཕུར་བུའི་ཉིན་ལ་ཨུ་རུ་སུ་ཡི་སྲིད་འཛིན་ཕུ་ཀྲིན་གྱིས།
ང་ཚོ་མོ་སི་ཁོ་ནས་བྱུང་བའི་མི་ཚོ་ཁྲག་སྐྱུག་གི་ཡ་ང་བའི་དོན་ཆེན་དེ་ཡི་དམིགས་ཡུལ་ནི། ང་ཚོ་ཡི་མཐུན་ལམ་རྡོག་རྩ་གཅིག་སྒྲིལ་གཏོད་ཆེད་ཡིན་པ་ཡིད་ཆེས་གཙང་མ་བྱེད་ཆོག་གི་རེད་ཅེས་བརྗོད་འདུག་པ་དང། ཨི་སི་ལམ་ཆོས་ལུགས་གནམ་བདག་རིག་ནུབ་པ་ཚོ་ལ་ཨུ་རུ་སུ་ལ་གཏོར་རྒོལ་གཏོང་དགོས་པའི་རྒྱུ་མཚན་ཡོད་མ་རེད་ཅེས་བརྗོད་ཡོད་པ་རེད། ཡུ་ཀེ་རེན་དང་ནུབ་ཕྱོགས་ཀྱི་དབུ་ཁྲིད་ཚོས་ཨ་ནེ་ཡང་དུ་གཏོར་རྒོལ་དེ་ལ་འབྲེལ་བ་སྤུ་རྩེ་ཙམ་ཡང་མེད་པར་མ་ཚད་མོ་སུ་ཁོ་ཡི་ཡ་ང་བའི་དོན་རྐྱེན་དེ་བེད་སྤྱོད་ལོག་པར་གཏོང་ཐབས་བྱེད་ཀྱི་འདུག་ཅེས་བརྗོད་འདུག་ཨུ་རུ་སུ་ཡིས་རེས་གཟའ་ཕུར་བུའི་ཉིན་ལ་ཡུ་ཀེ་རེན་གྱི་བྱང་ཤར་ཁུལ་དུ་མཁའ་ཐོག་ནས་གཏོར་རྒོལ་བཏང་སྟེ་མི་དྲུག་རྐྱེན་ལམ་དུ་བཏང་ཡོད་པ་དང། སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཨུ་རུ་སུའི་གཞུང་འཛིན་གྱིས་མཁྲེགས་པོ་དང་ཟུར་ཟ་གི་སྒོ་ནས་ཞི་བའི་མི་སེར་དམིགས་འབེན་དུ་འཛིན་གྱི་འདུག་ཅེས་སྐྱོན་བརྗོད་ཤུགས་ཆེན་གནང་འཆར། ཉེ་བའི་བདུན་ཕྲག་འགའ་ཤས་ཀྱི་རིང་ལ་ཨུ་རུ་སུ་དམག་དཔུང་གིས་ཡུའུ་ཁུ་རེན་གྱི་མཁའ་ཐོག་ནས་གཏོར་རྒོལ་གཏང་རྒྱུ་ལ་ཧུར་བརྩོན་བྱེད་བཞིན་པར། ཡུའུ་ཁུ་རེན་གྱི་གློག་ལམ་ལ་གཏོར་གཞོང་ཐེབས་ཏེ་མི་སྟོང་ཕྲག་འགའ་ཤས་ལ་གློག་ཆད་པའི་དཀའ་ངལ་བྱུང་ཡོད་པ་རེད། ཡུ་ཁུ་རེན་མཁའ་དབྱིངས་དམག་དཔུང་གི་ངོས་ནས་ཨུ་རུ་སུའི་བཞའ་ཆའི་རིང་དུ་མར་རྒྱང་ཤར་ཁུག་ཏུ་མཚན་འགེབས་བརྒྱབ་ནས་དབྱི་རན་གྱིས་བཟོས་པའི་ཁ་ལོ་བ་མེད་པའི་གནམ་གྲུ་ཉི་ཤུ་ཐམ་པ་མདང་ཁོངས་ནས་གནམ་གྲུ་བཅུ་གཅིག་ས་ལ་གཡུག་ཐུབ་ཡོད་པ་བརྗོད་འདུག་པ་དང། ཡུ་ཁུ་རེན་གྱི་དཔོན་རིགས་ཤིག་གིས་གནའ་མཐུན་རྒྱལ་ཁབ་ཚོས་མཁའ་དབྱིངས་འགོག་སྲུང་གི་མ་ལག་གང་མང་མཁོ་འདོན་གནང་རྒྱུ་ཡིན་འབོད་སྐུལ་གནང་ཡོད་པ་མ་ཟད། ཁྱད་པར་དུ་ཨ་རི་ཡིས་བཟོས་པའི་རྒྱལ་ཞེན་མ་ལག་ཅེས་པ་དེ་དགོས་མཁོ་ཆེན་པོ་ཡོད་པ་ནན་བརྗོད་གནང་འདུག། དེ་སྔོན་ཨ་རི་ཡིས་ཡུ་ཁུ་རེན་ལ་གནང་བའི་དམག་འཁོར་རྣམས་ཡོངས་སུ་བཟས་ཟིན་པ་དང། ཨ་སྒོར་སྟོང་ཁྱོན་དྲུག་བརྒྱ་ཡི་རོགས་དངུལ་འཆར་གཞི་དེ་ད་ལྟ་གྲོས་ཚོགས་ནང་ལ་འགག་བསྡད་ཡོད་པ་དང། མདུན་ཕྱོགས་གཡུལ་ས་ཡི་ནང་གི་དམག་དཔུང་ལ་མཁོ་དགུ་མི་འདང་བའི་དཀའ་ངལ་ཆེན་པོ་འཕྲད་བཞིན་པ་རེད། ཡུ་ཁུ་རེན་གྱི་དཔོན་རིགས་ཀྱིས་ཉེ་ལམ་ཨུ་རུ་སུ་ཡིས་ཞི་བའི་མི་སེར་གྱི་སྡོད་ཁང་དང་སྲོག་སྐྱོབ་མི་སྣ་ལ་དམིགས་འབེན་བྱས་ནས་འཕུར་མདེལ་གཉིས་འཕངས་ཡོད་པ་དེ་ལ་སྐྱོན་བརྗོད་དྲག་པོ་བྱས་ཤིང། འཕུར་མདེལ་གཅིག་གིས་སྲོག་སྐྱོབ་མི་སྣ་ལ་མགོ་སྐོར་གཏོང་ཐབས་བྱས་ཏེ་འཕུར་མདེལ་གཉིས་པ་དེ་ཁོང་ཚོའི་རྐྱེན་ལམ་དུ་བཏང་ཡོད་པ་དང། དམག་སྡོང་གི་ཐོག་ནས་བྱེད་ཐབས་དེ་ལ་ཉིས་སྟོང་ཞིག་འགྱོད་གི་ཡོད་ཅིང་ཨུ་རུ་སུ་ཡིས་དེ་སྔོན་སི་རི་ཡ་ཡི་དམག་འཁྲུག་ནང་ཐབས་ལམ་དེ་བེད་སྤྱོད་བཏང་མྱོང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུས་མཁན་ཕུན་ཚོགས་ལོ་འབྲུག་ཡིན།